ང་རང་ཚོ་གཅིག་གི་ལས་དང་པོ་བ་ད་དཔེ་ལོ་ལ་གོམས་གཤིས་ཆགས་ཐབས་བྱེད་མཁན་ཞིག་ཡིན་ན་ད་དེ་ཚོས་བརྩམས་བྱ་བའི་ད་བརྩམས་ཆོས་དེ་ཚོ་ཉོ་ནས་ལྟ་ཀློག་བྱས་སོང་ན་ནི་གཅིག་གི་དཔེ་ཀློག་བྱེད་ཡ་ལ་སྤྲོ་སྣང་འཕེལ་ཡ་དང་ད་ནང་བཞིན་གྱི་ད་བོད་ཡིག་གི་ཆུ་ཚད་དེ་ཏོག་ཙམ་མཐོ་རུ་ད་གཏོང་ཐབས་ལ། ཅི་ར་ཞིག་དེ་ལས་སྔོན་རྩོམ་པ་པོ་ཨ་མའི་ཆེ་མཇུག་ད་ང་རང་ཚོ་གཅིག་གིས་སློབ་སྦྱོང་བྱེད་མཁན་ཞིག་ཡིན་པའི་ཆ་ནས་ད་དེབ་ཀློག་རྒྱུ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད། ང་རང་ཚོས་ད་གཅིག་གིས་དེབ་དྲ་མིག་སྣ་ཚོགས་ཉོས་ནས་ལྟ་ཀློག་བྱེད་དགོས་ཡ་དང་ང་ནི་ད་ལྟ་དེབ་དྲ་མིག་སྣ་ཚོགས་ད་སྔོག་བཤེར་བརྒྱབ་ནས་དེའི་ནང་ལོག་གི་ད་གཅིག་གི་སྔོན་བྱོན་མཁས་པ་དེ་ཚོའི་གསུངས་པའི་ད་དང་མ་དེ་ཚོ་བློ་ལ་ངེས་དགོས་ཡ་རེད་ད་ནང་བཞིན་གྱི། སོ་སོ་ལ་བློ་སྐྱེད་རག་ཐབས་རེད། སོ་སོས་ད་བསམ་བློའི་གོ་རྟོགས་འཕེལ་རྒྱས་འགྲོ་ཐབས་རེད། མཐོང་རྒྱ་དང་ཐོས་རྒྱ་ཡིན་ན་ད་ཅིག་གི་རྒྱ་ཆེ་རུ་གཏོང་ཐབས་རེད། ད་ནང་བཞིན་གྱི་ད་སོ་སོ་ཡི་ཅིག་གི་ཤེས་བྱ་ཡོན་ཏན་ཟེར་ནས་མི་འདུག་ད་སློབ་ཆུང་ཡར་རྒྱས་ད་ཅིག་གི་གཏོང་ཐབས་ལ་ཨ་ནི་ཅིག་གི་ད་ང་ཚོས་ད་དོ་སྣང་བྱེད་དགོས་ཡ་དང་ད་འབད་བརྩོན་བྱེད་དགོས་ཡ་དེ་ཨ་ནི་ཅིག་གི་དེབ་ཀློག་ཡ་དེ་རེད། བྱས་ཙང་ད་ང་རང་ཚོ་གཅིག་གིས་གླ་བ་སློབ་གཉེར་བྱེད་མཁན་ཞིག་ཡིན་པའི་ཆ་ནས་ད་དེབ་གང་མང་མང་ལྟ་ཀློག་བྱེད་དགོས་ཡ་དེ་དཔེ་མི་སྲིད་པའི་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། དེ་ནས་ད་དེ་རིང་ངས་གཅིག་གིས་གཙོ་བོ་དེ་ད་ང་རང་ཚོ་གཅིག་གིས་ལས་དང་པོ་བ་ད་དཔེ་ཀློག་ལ་གོམ་པ་སྤོ་མཁན་ད་དཔེ་ཀློག་བྱས་ལ་གོམས་གཤིས་འཇགས་ཐབས་བྱེད་མཁན་ཞིག་ཡིན་པའི་ཆ་ནས་ད་ང་ཚོས་གཅིག་གིས་རྩོམ་པ་པོ་ག་འདྲའི་གཅིག་གིས་བརྩམས་བྱས་པའི་བརྩམས་ཆོས་དེ་ཚོ་ང་ཚོས་ལྟ་ཀློག་བྱེད་དགོས་ཀྱི་ཡོད་རེད། བྱས་ཙང་ད་དེའི་ཐོག་ལ་གཅིག་གིས་ང་རང་གི་ད་མྱོང་ཚོར་དོར་དུས་ཤིག་བཤད་དགོས་བསམ་སོང་ར། གཙོ་བོ་དེ་ད་དེ་རིང་གཅིག་གིས་དཔེ་ཀློག་ལ་གོམ་པ་སྤོ་ཐབས་ད་ང་རང་ཚོ་གཅིག་གིས་དཔེ་ཀློག་རྒྱག་དགོས་རེད་གལ་ཆེན་པོ་རེད་ཚང་མས་ཧ་གོ་གི་རེད། ལྷག་པར་དུ་ད་ང་རང་ཚོ་གཅིག་གིས་སློབ་ཕྲུག་གཞན་པའི་ཆ་ནས་ད་དེ་དཔེ་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། བྱས་དང་ད་ང་རང་ཚོ་ཅིག་འདས་དང་པོ་བ་དག་ཅིག་ཐོག་མར་དཔེ་ཀློག་བྱེད་ཡ་ད་ཅིག་གོམས་གཤིས་རྒྱག་ཐབས་བྱེད་མཁན་ཞིག་ཡིན་ན་ཨ་ནི་ཅིག་དེབ་དེ་དག་ཅིག་མཐུག་པོ་མ་ཡིན་པ་བཅས་བཀྲབ་བཀྲབ་ཨ་ནི་ཤོག་བུ་ཉུང་ཉུང་བཅས་ཨ་ནི་ནང་ལོག་གི་ད་ཅིག་བརྗོད་བྱ་བརྗོད་བྱེད་ཟེར་ན་མི་འདུག་ད་དེ་ཚོ་ཅིག་ལས་སླ་པོ་ཚིག་དེ་ཚོ་མཁྲེགས་པོ་མ་ཡིན་པ་དོན་དག་ཅིག་ཟབ་ཅིང་རྒྱ་ཆེན་པོ་མ་ཡིན་པ་བཅས། ཚིག་སྡེབ་སྦྱོར་ཡག་པོ་སྙན་པོ། ཨ་ནི་ཅི་ཡི་ད་དེབ་སྐྲབ་སྐྲབ་རིག་དེ་ང་ཚོས་ད་ལོ་བྱེད་དགོས་ཀྱི་ཡོད་རེད་ལྷག་པར་དུ་ད་སྙན་ངག་དེ་འདྲི་ཡོད་རེད་ཨ་ནི་ཅི་ཡི་ད་ད་སྒྲུང་ཐུང་ད་དེབ་དེ་འདྲི་མང་པོ་ཡོད་རེད་ད་དེ་ཚོ་ད་ལོ་བྱེད་དགོས་རེད་པེ་མི་སྲིད་པའི་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་ཅི་ཡི་ད་ད་རབ་འབྱམས་གཞུང་ལུགས་ཀྱི་ད་ཅི་ཡི་གསུང་རབ་མང་པོ་ཡོད་རེད་ད་ནང་བཞིན་གྱི་ད། སྔོན་བྱོན་མཁས་པ་དེ་ཚོས་བརྩམས་བྱས་པའི་བརྩམས་ཆོས་མང་པོ་ཡོད་རེད་ད་དེ་ཚོ་གཅིག་གིས་ཤོག་བུ་མང་པོ་དང་ད་ཐུག་པོ་ཡོད་རེད་ཨ་ནི་གཅིག་གིས་ད་ང་ཚོས་ད་དེ་ཚོ་ཀློག་སོང་ན་གཅིག་གིས་ད་ལམ་སང་ཀློག་ཚར་གི་མ་རེད་ཨ་ནི་ཉོབ་སྣང་སྐྱེ་གི་རེད། སོ་སོས་ད་དཔེ་ཀློག་བྱས་ཀྱིས་ད་སྐྱོ་སྣང་དེ་བརླག་ཆོག་སྲིད་གི་རེད་བྱས་ཙང་ད་དེ་མ་ཡོང་ཐབས་ལ་ཨ་ནི་ང་ཚོས་གཅིག་གིས་ལམ་སང་ད་དེ་ཐུག་པོ་དེ་འདི་ད་ཀློག་མ་བྱས་པ་བྱས་ད་ཤོག་བུ་ཉུང་ཉུང་ཨ་ནི་དེབ་སྐྲབ་སྐྲབ་རིགས་དེ་ང་ཚོས་ཅིག་གིས་གང་མང་མང་ཉོས་ནས་ལྟ་ཀློག་བྱེད་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། ཨ་ནི་ཅིག་གིས་ད་ག་ལེར་ག་ལེར་རེ་བྱས་ནས་ད་ཞག་དང་ཞོར་ནས་ད་སོ་སོའི་ཅིག་གི་དཔེ་ཀློག་གོམས་གཤིས་འཇགས་ཐབས་ལ་འབད་བརྩོན་བྱེད་ཡ་དང་ཨ་ནི་དེབ་མང་དུ་ཀློག་ཐབས་ལ་ཨ་ནི་དུས་ཚོད་མང་དུ་བཏང་ཡ་རེད། མ་འོངས་པ་ལ་ཨ་ནི་ཅིག་གིས་ད་སོ་སོའི་ཅིག་གི་དཔེ་ཀློག་ལ་གོམས་གཤིས་ཡག་པོ་ཆགས་སོང་ན་ཨ་ནི་ད་ལྟ་ད་དུང་ང་ཟུང་འབྲེལ་གྱི་གཞུང་ལུགས་དང་ཨ་ནི་གཅིག་གི་ད་སྒྲུང་རིང་དེབ་འདི་འབྲི་མཐུག་པོ་ཡོད་རེད་ད་དེ་ཚོའི་ཐུགས་ལ་ཨ་ནི་གཅིག་གི་ད་ལྟ་ལོ་བྱེད་རྒྱུ་ཡོད་ད་དཔེ་མི་ཚེ་བའི་གལ་ཆེན་པོ་ཆགས་ཀྱི་ཡོད་རེད་ད་ད་ལྟ་ང་ཚོ་གཅིག་གི་ལས་དང་པོ་བ་སོང་ཙང་ཨ་ནི་གཅིག་གི་ད་དེབ་མཐུག་པོ་འདི་འབྲི་མ་ཡིན་པ་བྱས། ལས་སླ་བོ། ཀློག་པ་ཙམ་གྱིས་ད་དོན་དག་འགོ་ཚུགས་ཀྱི་ཆོག་ཆོག་ད་འདི་འདྲའི་དེབ་མང་པོ་ཡོད་རེད་ད་སྙན་ངག་དེབ་རེད་རང་མོས་སྙན་ངག་དེབ་རེད་ད་ནང་བཞིན་གྱི་ད་སྒྲུང་ཐུང་ཐུང་དེ་འདྲའི་སྙན་པོ་མང་པོ་ཡོད་རེད་ད་དེ་ཚོ་ལྟ་ཀློག་བྱེད་དགོས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ཅེས་ཞུ་འདོད་བྱུང། དེ་ནས་ད་དེ་རིང་ངས་ཅིག་གི་བུད་མེད་རྩུབ་མོ་པོ་ཁ་ཤས་ད་ངོ་སྤྲོད་བྱེད་དགོས་པའི་རྒྱུ་མཚན་ག་རེ་རེད་ལབ་པ་ཡིན་ན་ད་ང་རང་ཚོ་ཅིག་གི་ད་དཔེ་ཀློག་གོམ་པ་སྤོ་མཁན་ཞིག་ཡིན་པའི་ཆ་ནས་ད་བུད་མེད་དེ་ཚོའི་བརྩམས་ཆོས་བས་ད་བརྩམས་ཆོས་དེ་ཚོ་ལྟ་ཀློག་བྱེད་དགོས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། གཅིག་གིས་ད་བརྩམས་ཆོས་གཅིག་གིས་དེ་ཚོའི་གྲས་དེ་ཀློག་སོང་ན་ནི་གཅིག་གིས་ད་སོ་སོའི་དཔེ་ཀློག་བྱེད་ལ་སྤྲོ་སྣང་འཕེལ་གྱི་རེད་ཨ་ནི་སོ་སོའི་ད་བོད་ཡིག་གི་གནས་ཚད་དེ་གཅིག་གིས་ད་མཐོ་རུ་འགྲོ་ཐབས་ལ་ནི་གཅིག་གིས་ཁེ་ཕན་དང་ད་གྲོགས་ད་སྡོང་གྲོགས་བྱེད་ཀྱི་ཡོད་རེད་བྱས་ཙང་ད་དེ་རིང་ངས་གཅིག་གིས་བོད་ནང་ལོགས་ཀྱི་ད་བུད་མེད་རྩོམ་པ་པོ་ཁག་ངོ་སྤྲོད་བྱས་ཡ་ཡིན། བདག་འཆི་མེད། བདག་འཆི་མེད་ལྟ་བུ་ཆ་བཞག་པ་ཡིན་ན་བདག་གཅིག་གིས་བོད་ནང་ལུགས་ཀྱི་བདག་བུད་མེད་རྩོམ་པ་པོ་གྲགས་ཆེ་བའི་གྲས་གཅིག་ཆགས་ཀྱི་ཡོད་རེད་ད། དེང་དུས་ཀྱི་བདག་བུད་མེད་རྩོམ་པ་པོ་གྲགས་ཆེ་བ་ཞིག་རེད། ཁོང་གིས་ད་བརྩམས་བཞག་པའི་ད་བརྩམས་ཆོས་ད་ཁ་ཤས་ཡོད་རེད་ད་ངས་བཀླགས་མྱོང་བ་དེ་ད་ལྟ་བདག་གཅིག་གི་ཟླ་བའི་རྨི་ལམ་ཟེར་བ་དེ་རེད་ད་དེ་ཡང་གཅིག་གི་སྙན་ངག་དེ་རེད། སྙན་ངག་འདི་ཚོ་ཧ་ལས་པའི་སྙན་པོ་ཆེ་ཚིག་དེབ་སྦྱོར་སྙན་པོ་ཨ་ནི་གཅིག་གིས་ད་བྲིས་སྦྱོར་འདི་ཚོ་ཧ་ལས་པའི་ཡག་པོ་ཡོད་རེད་བྱས་ཙང་དཔེ་མི་སྲིད་པའི་ཡག་པོ་ཡོད་རེད་ཅེས་ཞུ་འདོད་བྱུང་དེ་ནས་ཚེ་རིང་དབྱངས་སྐྱིད་ད་ཚེ་རིང་དབྱངས་སྐྱིད་ཀྱིས་ད་བརྩམས་བཞག་པའི་བརྩམས་ཆོས་ཁ་ཤས་ཡོད་རེད་ད་ལྟ་ངས་བཀླགས་མྱོང་བ་དེ་ད་ལྟ་མེ་ཏོག་དང་རྨི་ལམ་བྱེད་ཨ་ནི་རི་རྩེའི་སྤྲིན་དཀར། ལ་འདི་གཉིས་དེ་བྱུང་རིང་དེབ་རེད། མེ་མདོ་དང་རྨི་ལམ་རེད་ད་ད་ཟླ་གཅིག་གི་བོད་ནང་དུ་གི་ད་གྱོང་སེར་བུ་མོ་ཡི་གཅིག་གི་ད་འཚོ་བའི་སྐྱིད་སྡུག་ཤེས་ཀྱི་ཡོད་རེད་ད་གཅིག་གི་གྱོང་སེར་ད་བུ་མོ་དེ་ཚོ་གཅིག་གི་ད་སོ་སོའི་ནང་མི་དཀའ་ངལ་ཡོད་རེད་བྱས་ཙང་ད་གྱོང་ཁྱེར་ལྷ་ས་ལ་ཡོང་ནས་ད་ལས་ཀ་བྱེད་ཡ་སླེབས་ཀྱི་ཡོད་རེད་ཡིན་ནའང་ད་ལྷ་ས་ལ་གཅིག་གི་སོ་སོའི་མི་ཚེ་ནང་ལ་ད་གཅིག་གི་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་རེད་དེའི་སྐོར་ལ་ཤེས་ཀྱི་ཡོད་རེད་བོད་མི་སེར་བས་ཡག་པོ་ཡོད་རེད་ཨ་ནི་ད་ད་རི་རྩེ་སྤྲིན་དཀར་དེ་ཡང་ད་བརྩེ་དུང་གི་བརྩམས་སྒྲུང་ཞིག་རེད་ཧ་ལས་པའི་ཡག་པོ་ཡོད་རེད། དེ་ནས་ཁ་མོ་གལ། ད་ཁ་མོ་གལ་གྱི་བརྩམས་ཆོས་ངས་བཀླགས་མྱོང་བ་དེ་ད་ལྟ་ཕྱུར་བ་ཞེས་པ་དེ་རེད་དེ་ཡང་ད་སྒྲུང་རིང་གི་དེབ་ཆགས་ཀྱི་ཡོད་རེད་ཨ་ནི་ཡིན་གཅིག་གི་ད་བརྗོད་བྱ་དེ་ད་ལྟ་བརྩེ་དུང་སྐོར་ལ་ཡོད་རེད་དེ་ཡང་དཔེ་མི་སྲིད་པའི་ཡག་པོ་བྱས་ཨ་སྒྲུང་རིང་དེབ་ཞིག་ཆགས་ཀྱི་ཡོད་རེད་དེ་ནས་དཔལ་མོ། པར་མོས་བརྩམས་བཞད་པའི་བརྩམས་ཆོས་ངས་བཀླགས་མྱོང་བ་དེ་ད་ལྟ་དག་སེམས་ནམ་ཡང་ཁྱོད་ལ་ཕྱོགས་ཞེས་པ་དེ་རེད། དེ་ཡང་དག་ཅིག་གིས་ཚིགས་བཅད་སྙན་ངག་དང་ད་རང་མོས་སྙན་ངག་ཕྱོགས་བསྒྲིགས་བྱས་པའི་ད་སྙན་ངག་དེབ་ཅིག་ཆགས་ཀྱི་ཡོད་རེད། སྙན་ངག་དེ་ཚོའི་སྙན་པོ་བཅས་ལས་སླ་པོ་ཨ་ནི་ཅིག་གི་གློག་སྙིང་དོད་པོ་དེ་འདྲ་ཡོད་རེད་ད། བྱས་ཙང་ད་ང་ཚོས་ཅིག་གི་བུད་མེད་རྩོམ་པ་པོ་དེ་ཚོའི་བརྩམས་བྱས་པའི་བརྩམས་ཆོས་དེ་ཚོ་ལྟ་ཀློག་བྱས་སོང་ན་ནི་ཁེ་ཕན་ག་རེ་ཡོད་རེད་ལབ་པ་ཡིན་ན་ང་ཚོས་ཅིག་གིས་དཔེ་ཀློག་བྱེད་ཡ་ལ་སྐྱོ་སྣང་འཕེར་ཡ་དང་ཅིག་གིས་བོད་ཡིག་གི་གནས་ཚད་དེ་ཅིག་གིས་མཐོ་རུ་འགྲོ་ཐབས་རེད་ད་ནང་བཞིན་གྱི་ཐ་སྙད་ངག་ལ་ཅིག་གིས་དབྱིངས་ཞུ་ཡ་དང་སྙན་ངག་ལ་དོ་སྣང་སླེབས་ཡ་ལ་ཁེ་ཕན་དེ་ཡོང་གི་ཡོད་རེད་བྱས་ཙང་ངས་དེ་རིང་ངོ་སྤྲོད་བྱས་པ་ཡིན། ད་ལྟ་ཅིག་གིས་ད་འདི་ཚོ་མ་ཡིན་པའི་ད་ཡང་གཞན་པ་གཅིག་གི་བུད་མེད་རྩོམ་པོ་མང་པོ་ཡོད་རེད་ད་བོད་ལ། ཨ་ནི་དེ་ཚོས་བརྩམས་བྱས་པའི་ཡང་སྙན་ངག་དེབ་རེད། རང་མོས་སྙན་ངག་དེབ་རེད་ལྷུག་རྩོམ་དེབ་རེད། ཨ་ནི་བརྩམས་སྒྲུང་དེབ་དེ་འདི་མང་པོ་ཡོད་རེད་ད་དེ་ཚོ་གཉིས་ལ་ལྟ་ཀློག་བྱེད་དགོས་ན་དཔེ་མི་སྲིད་པའི་གལ་ཆེན་པོ་ཆགས་ཀྱི་ཡོད་རེད། བྱས་ཙང་ད་ང་རང་ཚོ་གཅིག་གི་ལས་དང་པོ་བ་ཞིག་ཡིན་པའི་ཆ་ནས་ད་གཅིག་གི་བུད་མེད་རྩོམ་པ་པོས་བརྩམས་བྱས་པའི་ད་བརྩམས་ཆོས་འདི་ཚོ་ལྟ་ཀློག་བྱེད་དགོས་ན་གལ་ཆེན་པོ་མཐོང་གི་འདུག་ཅེས་ཞུ་འདོད་བྱུང། ལྷག་པར་དུ་ད་ང་རང་ཚོ་གཅིག་གི་ལས་དང་པོ་བ་ད་དཔེ་ཀློག་ལ་གོམ་པ་སྤོ་མཁན་རེད་ད་ནང་བཞིན་གྱི་དཔེ་ཀློག་ཆེད་ལ་གོམས་གཤིས་ཆགས་ཐབས་བྱེད་མཁན་ཞིག་ཡིན་པའི་ཆ་ནས་ད་སྐྱབས་མགོན་རིན་པོ་ཆེ་ཡི་ད་བཀའ་སློབ་ཀྱི་དེབ་འདི་འདི་མང་པོ་ཡོད་རེད་ཨ་ནི་ད་ནང་བཞིན་གྱི་ད་བོད་ཡུལ་ནང་ལ་ཡོད་རེད་ཨ་ནི་ད་དབྱིན་ཇིའི་ནང་ལོགས་ནས་ཚུར་བོད་ཡུལ་ནང་ལ་བསྐྱུར་བཞག་པའི་ད་བསྐྱུར་རྩོམ་དེབ་འདི་འདི་མང་པོ་ཞེ་དྲག་ཡོད་རེད་བྱས་ཙང་ད་ང་རང་ཚོ་གཅིག་གི། ང་རང་ཚོས་ད་སྐྱབས་མགོན་རིན་པོ་ཆེ་ཡི་ད་བཀའ་སློབ་ཀྱི་དེབ་དེ་ཚོ་མང་པོ་ཉོས་ནས་ལྟ་ཀློག་བྱས་སོང་ན་ཨ་ནེ་གཅིག་གིས་སོ་སོ་ལ་དཔེ་མི་སྲིད་པའི་ཁེ་ཕན་ཆེན་པོ་ཡོད་རེད། ད་སྐྱབས་མགོན་རིན་པོ་ཆེ་ཡི་ད་བཀའ་སློབ་ཀྱི་དེབ་དེ་ཚོ་གཅིག་གི་བོད་ཡིག་དེ་ཚོ་དཔེ་མི་སྲིད་པའི་ལས་སླ་བོ་ཅེས་དོན་དག་ཟབ་ཅིང་རྒྱ་ཆེན་པོ་ཡིན་པ་གང་ཞིག་ལ་ཨ་ནེ་ཚིག་དེབ་སྦྱོར་དཔེ་མི་སྲིད་པའི་ཡག་པོ་ཡོད་རེད་ང་རང་ཚོ་གཅིག་གིས་ད་སུ་ཡིས་ཀློག་ན་ཡང་གཅིག་གིས་ཀློག་ཐུབ་མཁན་དོན་དག་མགོ་ཚུད་ཡིས་ཆོག་ཆོག་བྱས་ཙང་དཔེ་མི་སྲིད་པའི་ཡག་པོ་སྙན་པོ་དེ་འདི་ཡོད་རེད། ཨ་ནི་གཅིག་གིས་ང་རང་ཚོའི་ད་དཔེ་ཀློག་ལ་སྤྲོ་སྣང་འཕེལ་གྱི་བྲོས་ཡ་རེད་ད་ནང་བཞིན་གྱི་གཅིག་གིས་སོ་སོའི་ད་བུའི་གི་གནས་ཚད་མཐོ་རུ་བྲོས་ཡ་རེད་ལྷག་པར་དུ་ད་ང་རང་ཚོ་གཅིག་སྐྱབས་མགོན་རིན་པོ་ཆེའི་ད་བཀའ་སློབ་དེ་ཚོ་ལྟ་ཀློག་བྱེད་སོང་ན་ཨ་ནི་གཅིག་གིས་སོ་སོའི་སེམས་ལ་གཅིག་གིས་ཞི་བདེ་ཡོང་ཡ་དང་ཨ་ནི་སེམས་འགྱུར་བ་བྲོས་ཡ་རེད་ད་ནང་བཞིན་གྱི་ད། ནང་ཆོས་ཐོག་ལ་དང་གཅིག་གི་གོ་རྟོགས་འཕེལ་རྒྱས་ཁྲོད་ལ་ནི་གཅིག་གི་ཁེ་ཕན་ཆེན་པོ་ཞེ་དྲག་ཡོད་རེད་བྱས་ཙང་ད་ང་རང་ཚོ་གཅིག་གི་ང་རང་ཚོས་ད་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་དེ་ཚོ་ཉིད་ནས་གཏོར་བརླག་བྱེད་དགོས་རེད་དཔེ་མི་སྲིད་པའི་གལ་ཆེན་པོ་མཐོང་སོང་ད་ང་རང་ཚོ་ལས་དང་པོ་བ་བྱེད་པའི་ཆ་ནས་ད་ང་རང་ཚོས་ད་བོད་ཡུལ་དེ་ཡར་རྒྱས་གཏོང་དགོས་ཀྱི་ཡོད་རེད་ལྷག་པར་དུ་ད་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་བྱེད་མཁན་ཞེན་པའི་ཆ་ནས་ད་བོད་ཡུལ་དེ་ཡག་པོ་དགོས་ཀྱི་ཡོད་རེད། ཨ་ནི་ཕྱིས་ཀྱི་བོད་ཡིག་དེ་ཡག་པོ་ཡོང་ཐབས་ལ་ད་ང་ཚོས་ཕྱིས་ཀྱི་དཔེ་ཀློག་གང་མང་མང་བྱེད་དགོས་ཀྱི་ཡོད་རེད་ཨ་ནི་སུམ་རྟགས་དག་གསུམ་ཐོག་ལ་ང་ཚོས་ཕྱིས་ཀྱི་དོ་སྣང་བྱེད་དགོས་ཀྱི་ཡོད་རེད་དེ་ཚོ་མ་བྱས་པ་ཡིན་ན་ཡོང་ཡ་ཡོང་མ་རེད་སྤྱི་ད་ང་རང་ཚོས་ཕྱིས་ཀྱི་ད་དཔེ་ཀློག་དེ་གང་མང་མང་བྱེད་དགོས་ཀྱི་ཡོད་རེད། དཔེ་ཀློག་དེ་མང་པོ་བྱས་སོང་ན་ཨ་ནི་ཕྱིས་ཀྱི་སོ་སོའི་བསམ་བློ་དེ་འགྱུར་ལྡོག་ཆེན་པོ་འཕྲོད་ཡ་རེད་བསམ་བློ་གཏང་ས་ཞིག་རག་གི་ཡོད་རེད་བསམ་བློ་དེ་གུ་ཡངས་པོ་དང་ཨ་ནི་ཕྱིས་ཀྱི་སོ་སོའི་ད་བསམ་བློའི་གོ་རྟོགས་དེ་འཕེལ་རྒྱས་ཆེན་པོ་འགྲོ་ཡ་རེད་ད་ནང་བཞིན་གྱི་ད་ཤེས་བྱ་ཡོན་ཏན་ཡིན་ན་ཡར་རྒྱས་འགྲོ་ཡ་ད་དཔེ་མི་སྲིད་པའི་ཁེ་ཕན་ཆེན་པོ་ཡོང་གི་ཡོད་རེད་བྱས་ཙང་ང་རང་ཚོ་གཅིག་གི་སློབ་ཕྲུག་ནི་ད་སླ་བོ་སློབ་གཉེར་བྱེད་མཁན་ཞིག་ཡིན་པའི་ཆ་ནས་ད་དེབ་ལྟ་ཀློག་བྱེད་དགོས་ཡ་དེ་ཧ་ལས་པའི་གནད་འགག་ཆེན་པོ་རེད་ཅེས་ཞུ་འདོད་བྱུང་ཐུགས་རྗེ་ཆེ།